ལོ་བརྒྱད་བཞི་བཅུ་ཞེ་བདུན་པ་ཡི་ལེའུ་དང་པོ། ད་ལྟ་ང་ཚོ་པི་ཏྲ་དང་ཡོ་ཧ་ན་གཉིས་ཀྱིས་སྤྱི་བདེ་ནི་ཞའོ་ཝུ་ཡན་པས་མི་ཞིག་ལ་དྲག་སེལ་གནང་བའི་ལོ་རྒྱས་དེ་ལྟ་གི་ཡིན། ནི་ཞེས་སྐུ་ཚུགས་པི་ཏྲ་དང་ཡོ་ཧ་ན་གཉིས་ཕྱི་དྲོའི་ཆུ་ཚོད་གསུམ་པ་ལ་སྨོན་ལམ་བསྡད་བའི་ཕྱིར། མཆོད་ཁང་ལ་ཡར་འཕེལ་བའི་སྐབས་སུ། ཉི་ལྟར་སྨིན་ནམ་ཅི་སྤྱི་དེ་ནི་ཞང་བོ་ཡིན་པ་ས་མི་ཞིག་ཕྱི་ཡོང་ནས་ཆོས་ཁང་གི་སྒོ་འགྲམ་ལ་བཞག་པ་རེད། ཁོང་གིས་ཆོས་ཁང་ནང་དུ་ས་ཡ་འབྲི་མཁན་མི་རྣམས་ལ་ལྷུང་མོ་ལྷུང་བ་རེད། ཞང་བོ་དེ་ཡི་དཔེ་ཁྲ་དང་ཡོ་ཧ་ན་གཉིས་ཆོས་ཁང་གི་སྒོ་ནང་དུ་འཛུལ་ས་མཐོང་ནས་ཁོང་གཉིས་ལ་དངུལ་བསླངས་བ་རེད། པི་ཏྲ་དང་ཡོ་ཧ་ན་གཉིས་ཀྱིས་ཁོང་ལ་ཁ་ཐུག་བཏབ་པ་དང་པི་ཏྲ་ཡིས་གསུངས་པ། ང་ཚོ་ལ་ལྟོས་དང། དེ་ནས་ཤ་བོ་དེ་ཡིས་ཁོ་ཚོ་ནི་གནོད་སྦྱིན་ཞིག་རག་གི་རེད་བསམ་ནས་གཟབ་གཟབ་བྱས་ནས་བཏབ་པ་རེད། པི་ཏྲ་ཡིས་བརྗོད་དོན་ང་ལ་དངོས་ལྟ་སེ་གང་ཡང་མེད། ང་ལ་ཡོད་པ་དེ་ཁྱེད་ལ་སྟེར་གི་ཡིན། ན་ཛི་ར་པ་ཡེ་ཤུ་མ་ཤི་ཀ་ཚིག་གི་ཐོག་ནས་ཡར་ལངས་ཤིང་གོམ་པ་རྒྱག་ཞེས་གསུངས་པ་རེད། པི་ཏྲ་ཡི་ཤའུ་ཏི་ཡི་ལག་པ་གཡན་པ་ཟིན་ནས་ཡར་འཐེན་པ་དང་བླ་བྲང་ཁོང་གི་རྐང་ཚིགས་ཤུགས་ཆེན་པོ་ཆགས་པ་རེད། ཁོང་ཡར་མཆོངས་ནས་གོམ་པ་རྒྱག་ཡར་འགོ་བཙུགས་པ་རེད། དེ་ནས་ཁོང་པི་ཏྲ་དང་ཡོ་ཧ་ན་གཉིས་མཉམ་དུ་མཆོད་ཁང་ཡི་སྒོ་ར་ནང་དུ་ཕྱིན་པ་དང་གོམ་པ་རྒྱག་པ་དང་ཡར་མཆོངས་པ་དང་གཙོ་བོ་དཀོན་མཆོག་ལ་བལྟས་པ་ཕེབས་པ་རེད། མི་ཐམས་ཅད་ཀྱིས་ཁོང་དགོངས་པ་རྒྱབ་པ་དང་དཀོན་མཆོག་ལ་གཏད་པ་ཕེབས་པ་དེ་མཐོང་བ་རེད། མི་དེ་ནི་སྔོན་མ་ཇོ་གུ་ལཱས་སྡེ་མཁན་སྤྲང་པོ་དེ་ཡིན་པ་མི་ཚང་མ་ཡིས་ངོ་ཤེས་པ་དང་ཁོང་ལ་ག་རེ་བྱུང་ཡོད་པ་དེ་ལ་ཧ་ལས་ནས་ཡ་མཚན་སྐྱེས་པ་རེད། མི་དེས་པི་ཏྲ་དང་ཡོ་ཧ་ནན་རྣམས་བཟུང་བཞིན་ཡོད་དེ། ཐམས་ཅད་ཡོངས་སུ་ཧ་ལས་ཤིང། ཁོ་ཚོ་རྩར་སུ་ལོ་མོ་ཡི་དགུང་གྲངས་ལ་ཡོང་བ་རེད། པི་ཏྲ་ཡིས་དེ་མཐོང་ནས་བརྗོད་པ། ཀྱེ་ཨིས་ར་ཨེལ་པ་རྣམས། ཁྱོད་ཚོ་ག་རེ་བྱས་ནས་ཡ་མཚན་སྐྱེས་ཏེ་ང་ཚོ་ལ་བལྟ་གི་ཡོད། མི་དེས་གོམ་པ་བརྗོད་ཐུབ་པ་དེ་ནི་ང་ཚོ་རང་གི་ནུས་མཐུ་ནི་མ་རེད། ང་ཚོ་ཡི་མིང་པོ་ཨབ་ར་ཧམ་དང་ཨི་ཟག་ཡ་ཀོབ་བཅས་ཀྱི་དཀོན་མཆོག་གིས་ཡ་མཚན་ཅན་གྱི་ཕྱག་ལས་དེ་གནང་བ་རེད། དཀོན་མཆོག་གིས་ཁོང་ལ་ཞབས་འཕྱི་བྱེད་མཁན་གཙོ་བོ་ཡེ་ཤུ་ལ་གཟི་བརྗིད་ལྡན་དུ་བཅུག་པ་རེད། སྔོན་མ་ཁྱེད་ཚོ་ཡིས་གཙོ་བོ་ཡེ་ཤུ་སྲོག་ཐོག་གཏོང་བའི་ཆེད་དུ་པེ་ལ་ཏོ་ལག་ཏུ་རྩིས་སྤྲད་ཡིས། པེ་ལ་ཏོ་ཡིས་ཁོང་རང་དབང་ལེགས་པས་མཐའ་སྐྱོད་བྱེད་ཡས་ན་ཡང་ཁྱེད་ཚོ་ཡིས་མུ་མཐེད་ནས་དགག་པ་བརྒྱབ་པ་རེད། ཁྱོད་ཚོ་ཡིས་མི་ཡོངས་དག་པ་དང་སྐྱེས་བུ་དམ་པ་དེ་ལ་དགག་པ་བརྗོད་པ་དང། མི་སེམས་མཁས་ཤིང་ལ་རང་དབང་གནང་བའི་སྐད་ཆ་བྲིས་པ་རེད། ཁྱོད་ཚོ་ཡིས་ཚུར་གསོད་གནང་མཁན་དེ་བསད་པ་རེད། འོད་ཀྱང་གཙོ་བོ་དཀོན་མཆོག་གིས་ཁོང་འཆི་བ་ནས་ལྷ་ཡང་སྲིན་པོ་བྱང་ཡོད་པ་དེ་ནི་ང་ཚོ་དཔང་པོ་བྱེད་ཀྱི་ཡིན། གཙོ་བོ་ཡེ་ཤུ་ཡིས་མཚན་ལ་དད་པ་བྱས་ན་མི་དེ་ལ་དྲག་ཟས་ཐོགས་ཡོད་པ་དེ་ནི་ཁྱེད་ཚོ་མིག་གིས་མཐོང་ཡོད། ཀྱེ་ཨིས་ར་ཨེལ་པ་རྣམས། སྔོན་མ་ཁྱེད་དང་ཁྱེད་ཚོ་ཡི་མགུར་པ་རྣམས་ཀྱིས་ག་རེ་བྱེད་ཀྱི་ཡོད་པ་ཁྱེད་ཚོ་ཡིས་ཧ་གོ་གི་མེད་པ་དེ་ངས་ཤེས་ཀྱི་ཡོད། འོད་ཀྱང་དཀོན་མཆོག་གིས་སྔོན་མ་ལུས་རྟེན་པ་རྣམས་ཀྱི་རྗེས་ནས་མ་ཤོད་དཀའ་ལ་སྡུག་བསྔལ་མྱོང་དགོས་པ་ལུས་རྟེན་གནང་ཡས། ལུས་རྟེན་དེ་དངོས་སུ་བྱུང་བ་དང་ཆུ་ཚོད་ཡི་ཡི་ཤུའི་ལྗོན་ཤིང་གང་ལ་དྲངས་ནས་བསྲེགས་པ་དེ་གཙོ་བོ་དཀོན་མཆོག་གིས་དམ་བཅའ་གནང་བ་དེ་དངོས་སུ་བྱུང་ཡོད་པ་རེད། ཆུ་ཚོད་ཡི་ལས་ངན་སྤངས་ཤིང་དཀོན་མཆོག་ལ་དད་པ་བྱས། དེ་ནས་ཆུ་ཚོད་ཡི་སྡོད་གནས་མེད་པར་འགྲོ་གི་རེད། དཀོན་མཆོག་གིས་དངོས་པོ་ཐམས་ཅད་གསར་བ་བཀོད་གནང་བའི་དུས་ཤིག་ཡོང་གི་རེད། ཁོང་གིས་མ་ཤུ་ཀ་བཏང་གནང་བ་དང་ཡི་ཤུ་ནི་ཆུ་ཚོད་ཡི་སྟེང་དུ་མ་ཤུ་ཀ་ཡིན་པར་བཀོད་ཤག་གནང་ཡོད། དཀོན་མཆོག་གི་དངོས་པོ་ཐམས་ཅད་ལྷ་ཡང་གསར་དུ་མ་བརྐོས་བར་དུ་མ་བཞུགས་དཀའ། ནམ་མཁའི་རྒྱལ་སྲས་ནང་དུ་བཞུགས་དགོས་པ་དེ་ནི་སྔོན་མ་ནས་ལུས་བསྟན་པ་རྣམས་ཀྱི་རྗེས་ནས་དམ་བཅའ་གནང་ཡོད།